རྒྱལ་སྤྱིའི་གསང་ཉུལ་སེང་ག་བྷེ་བའི་གྲོགས་པོ་གྲོང་མི་ཚོ་ཁམས་བཟང་དེ་རིང་ནི་སྤྱི་ལོ་ཉིས་སྟོང་གྱ་མི་གཉིས་རྩ་དྲུག་སྤྱི་ཟླ་བརྒྱད་པའི་ཚེས་ཉིན་རྩ་བཞི་རེས་ཟླ་བ་རེ་གུམ་བསྟན་འཛིན་རྣམ་དཔྱོད་ཡིན་དེ་རིང་སླར་ཡང་རྒྱལ་སྤྱིའི་ཐོག་སྐད་གྲགས་ཆེ་བའི་གསང་རྒྱུད་མང་པོ་ཞིག་མཉམ་འཇུག་ཞུས་ཡོད་འབེད་ཐུགས་སེམས་ལྷོད་ལྷོད་ཅེས་སེམས་སེ་ན་རོ་ན་དེ་རིང་མཉམ་འཇུག་ཞུས་ཡོད་ཀྱི་གསང་རྒྱུད་དང་པོ་དེ་ཡིན་ན་ཨ་རི་དང་འབྲེལ་བའི་གསང་རྒྱུད་གསར་པོ་ཞིག་འདུག་ད་ལྟ་རྒྱལ་སྤྱིའི་གསར་ཁང་ནང་ག་རེ་མཉམ་འཇུག་བྱས་དེ་མདོར་ལབ་ཡིན་ན་ཨ་རི་གི་མངའ་སྡེ་ནེ་བྷི་ཏྲ་ཞེས་པ་ཞདུར་བྷ་བྷོན་དེ་གི་གྲོང་ཁྱེར་རེ་ནོ་ཞེས་པ་དེ་ལ་ཡིན་ན་རི་མི་ཤུགས་ཆེན་པོ་ཞིག་རྐྱེན་བྱས་ཡིན་ན་མི་མང་པོ་ཅིག་གནས་སྤོས་བྱེད་དགོས་ཁེབས་རེད་བོན་དེ་བྱུང་ཡས་ཀྱི་ཉིན་མོ་དེ་ཡིན་ན་ཉིས་སྟོང་གྱ་མེད་ཉིན་རྩ་དྲུག་སྤྱི་ཟླ་བརྒྱད་པའི་ཚེས་བུ་ཉིན་རྩ་གཉིས་རེས་གཟའ་སྤེན་པའི་ཉིན་མོ་དེ་ལ་བྱུང་ཤདེ་རི་མི་དེ་ཡིན་ན་ཧང་སང་གི་ཆེན་པོ་ཅིག་བྱུང་སྟེ་ཤདེ་ལྷོ་བྱང་ཕྱོགས་ལ་ཡོད་པའི་རེ་ནོ་ཞེས་པའི་གྲོང་ཁྱེར་ཞདུ་བྷ་བྷོན་དེ་ལ་བྱུང་སོང་ལ་དེ་ཤདེ་རི་མི་དེ་ལ། ཁོ་ཚོས་ག་རེ་བལྟ་འདུག་ལབ་ཡིན་ན་ཧཱོག Fires ཧཱོག་མེ་ཞེས་བལྟ་ཤགས། མི་ཁྲི་བཞི་དང་ཉིས་སྟོང་ཡིན་ན། ཨ་རིའི་གི་གཞུང་འགས་ཡིན་ན་གནས་སྤོས་བྱེད་ཧོ་རེད་བྱས་བྱས་བཀའ་རྒྱ་བཏང་གནང་ཤགས། ཁྱོད་སྟོབས་ཡིན་ན་མི་ཁྲི་བརྒྱད་དང་བདུན་སྟོང་ཙ་ཅི་བྱས་ཡིན་ན་གནས་སྤོས་བྱེད་ཧོ་ཁེབས་རེད་ཕྱི་སྒུག་མ་ལས། ལྷག་པ་ཤུགས་ཆེན་པོ་ཞིག་བརྒྱབ་བྱས་ཡིན་ན། ཨ་ནི་ལྷག་པ་དེ་རྐྱེན་བྱས་ཡིན་ན། སྤྱི་བཏང་ཡིན་ན་ས་ཆ་ཕིག་གི་སྐམ་པོ་ཞིབ་བཅོས་རེད་ས་ད་ལྟའི་ཆ་ནས་ཡིན་ན། ཆར་པ་དང་འདྲེ་མོ་བརྒྱབ་པའི་རྐྱེན་བྱས་ཡིན་ན་རླུང་འཚུབ་ཆེན་པོ་ཞིག་བརྒྱབ་བྱས་ཡིན་ན།

མེ་འཁོར་བསད་མ་ཐུབ་ཕྱིར་མེ་ཁྱབ་ཆེ་རུ་འགྲོ་སོང་ལ་དེ་བཞག་དེ་ནས་མི་དྲུག་བརྩི་བྱེད་ལ་རྨས་སྐྱོན་ཚབས་ཆེན་ཕོག་སོང་བྱས་རྗེས་ཨ་རིའི་ཟ་ཁང་ནང་མཉམ་འཇུ་བྱས་དེ་བཞག་དེའི་ནང་ལོར་ཡིན་ན་མེ་གསོད་རུ་ཁག་གི་མི་གསུམ་འདུག་ས་མི་གསུམ་དེ་ཡིན་ན་མེ་སྲེག་དཀྱུས་མ་རེ་བཞག་ཕི་གི་ལོ་གཞུང་ཉེ་ཨ་རིའི་གི་མངའ་སྡེ་ནེ་བྷི་ཏཱ་ལའི་གི་གཞུང་འབྱོར་བ

རྒྱལ་ཁབ་ཀྱི་སྲུང་སྐྱོབ་བྱེད་མཁན་གྱི་རྒྱབ་སྐྱོར་བྱེད་མཁན་གྱི་ཡོ་མར་པའི་དམག་མི་དང་མི་སུ་རུ་ག་དེ་ཚོ་མང་པོ་ཞིག་བཏང་ཡོད་རེད། རི་ལ་ཡོད་པའི་མི་མང་པོ་ཅིག་གི་ནང་ལོ་ལོག་མེད་པ་བྱས། ཚོང་ཡང་མེད་པ་བྱས། འོ་དེ་འདྲའི་གི་དཀའ་ངལ་མང་པོ་ཞིག་འཕྲད་དེ་བཞག་དེ་ནས་ཁོང་ཚོའི་འགྲོ་སའི་གི་ལང་ཀ་ཡོད་པ་རྒྱ་ལམ་དེ་ཚོའི་ནས་སྒོ་རྒྱ་བོ་ཁེལ་བཞག། ཨ་རི་གི་མངའ་སྡེ་ནེ་བྷི་ཇཱ་ཞེས་པ་དེ་གི་ཉེན་རྟོག་པས་རྒྱལ་སྤྱིའི་ས་ཁང་ནང་ག་རེ་སོང་འདུག་ལབ་ཡིན་ན་མི་དེ་མི་དེ་རེད་པ་རེད་མི་དེ་ཡིན་ན་མི་རྐང་བཙུགས་ནས་མི་བཏང་རྒྱུ་སྦྱིན་ས་རེད་ཞེས་བྱས་ད་ལྟའི་ཆ་ནས་ཡིན་ན་བརྟག་དཔྱད་གནང་དང་གནང་བཞིན་པ་ཡིན་གསུངས་ཏེ་བཤད། དེ་རིང་གི་རྒྱལ་སྤྱིའི་གསར་ཁང་ནང་ལ་ཨ་རིག་གི་མངའ་སྡེ་ནེ་བྷི་ཇ་ཞེས་པ་དེ་ག་འདྲེར་འདུག་ཞུས་པས་ན། ནེ་བྷི་ཇ་ཞེས་པ་དེ་ནི་ཨ་རིག་གི་ནུབ་ཕྱོགས་སུ་ཡོད་པའི་མངའ་སྡེ་ཅིག་རེད་ཤག་དེའི་གནས་ཡུལ་དེ་ཡིན་ན། Western United States ཟེར་དོགས་ནུབ་ཕྱོགས་ལ་ཡོད་པའི་ཨ་རིག་གི་མངའ་སྡེ་ཅིག་རེད་ཤག་མངའ་སྡེ་དེའི་གི་རྒྱལ་ས་སོ་མ་རེད་འོན་ཏེ་ཡིན་ན Carson City ཟེར། ཁོ་ཚོའི་གི་གྲོང་ཁྱེར་ཆེ་ཤོས་དེ་ཡིན་ན Los Vegas ལས་ཤུ་དོག་ཝང་དེ་རེད་ཤ། ཁོ་ཚོའི་གི་མི་འབོ་དེ་ཡིན་ན་ས་ཡང་སུམ་ཚག་གསུམ་ཙམ་འདུག་ཟུར་བ། ཁོ་ཚོའི་གི་ས་བབ་དེ་ཡིན་ན། ས་ཁུལ་དེ་ན་ལོ་ཡིན་ན་རི་ཆེ་ཤིང་ནག་མང་བོ། ཁོ་ཚོའི་གི་གྲགས་ཅན་གི་གྲོང་ཁྱེར་ཟུར་བ་རེད་ཝང་དེ་ཡིན་ན Los Vegas ལས་ཤུ་དོག་ཝང་དེ་ཡིན་ན་སྐད་གྲགས་ཆེན་པོ་བཞི་བཅུ་ཡོད་རེད་ས། ད་དེ་ན་ལོ་ཡིན་ན་དེ་འདྲའི། བ་གང་སྐྱེ་སྲིན་ནུ་ཟིག་དུའང་དེ་འདྲའི་བག་རྒྱབ་ས་དང་ནི་རྒྱན་འཛུགས་བྱེད་ས་དང་དེ་འདྲའི་ཡོད་ས་དེ་ནས་མཚན་མོའི་གི་འཚོ་བ Night Life ཟེར་བ་དེ་སྐད་གྲགས་ཆེན་པོ་བཞི་བཅུ་ཡོད་རེད་ས་དེ་ནང་ཞིག་གི་དེའི་ནང་ལོ་རེ་ད་ཡུན་ཅུང་བལྟ་ས་དང་དེ་འདྲའི་མང་པོ་བཞི་བཅུ་ཡོད་རེད། དེ་རིང་གི་གནས་ཚུལ་བྱུང་ས་རེ་ནོ་ལེཞ་དུའང་འོང་དེ་ཡིན་ན Navita ཞེས་པ་འདི་གི་གྲོང་ཁྱེར་གལ་གནད་ཆེན་པོ་ཅིག་ཆགས་དེ་ཡོད་རེད། མེ་ཤོ་ཡེཞ་དུའང་འོང་དེ་ཡིན་ན་རེད་ནོ་ཞེས་པའི་གྲོང་ཁྱེར་དེ་གི་ཉེ་འགྲམ་དུ་ཡོད་པའི་ཤིང་ནགས་འདྲེ་ཡོར་བ་ངོ་དེ་ཚོ་ཚིག་པ་རེད། བྷི་ཏྲ་ཞེས་པ་དེ་ནི་ཀེ་ལི་ཧྥོ་ནི་ཡ་ཆེ། Oregon། ལས་བྱེད་ནི་ཨི་ཏ་ཧོ་ལས་བསྡུར་ཡུ་ཏྲ་ལས་བྱེད་ཨ་རི་ཛོ་ན་ལས་བསྡུར་བ་ངོ་དེ་ཚོ་ས་མཚམས་དང་འབྲེལ་བ་ཡོད་སྐྱོར་གྱི་རེད། ལེས་བྷེ་ཀཱས་ལས་འདི་ལྟར་རེད་ནོ་ཞེས་པ་དེ་ཡིན་ན་ནེ་བྷི་ཀྲ་ཞེས་པའི་མངའ་སྡེ་དེའི་ནང་གི་གྲོང་ཁྱེར་གལ་གནད་ཆེ་ཤོས་གཉིས་ཆགས་བསྡད་ཡོད་རེད། དབྱིན་སྐད་ནང་ལ་ད་ལྟ་ནེ་བྷི་ཀྲ་ཞེས་པ་ཞིག་འདུག་ཨ་འོ་འདི་གར་བཤད་ཡོད་དུ་ལབ་ཡིན་ན་གངས་ཀྱི་བཀབ་པའི་ཡུལ་ལ་ནི་གངས་རིས་བཀབ་པའི་ཡུལ་ལ་ནི་དོན་དག་དེ་རེད། ཨ་རིག་གི་མངའ་སྡེ་ནེ་བྷི་རཱ་ཞེས་པ་འདི་ལ་ཡིན་ན་མི་སྐྱོན་ཆེན་པོ་ཅིག་བྱུང་བཞག་ཨ་སི་རྒྱལ་སྤྱིའི་ས་ཁང་ནང་མཉམ་འཇུག་བྱེད་བསྡད་བཞག་སོང་དེ་འདྲའི་ཨ་རི་དང་འབྲེལ་བའི་གསང་རྒྱུ་གསར་པ་ཞིག་འདུག་ཞུས་ཡིན། དེ་རིང་མཉམ་འཇུག་བྱེད་ཡོད་ཀྱི་གསང་རྒྱུ་གཞན་པ་དེ་ཡིན་ན་རྒྱལ་སྤྱིའི་ནང་སྐད་གྲགས་ཆེ་ཤོས་ཀྱི་གསང་རྒྱུ་དེ་ཆགས་བསྡད་བཞག་དེ་ཡིན་ན་ཨིན་ཇིའི་གི་སྲིད་བློན་ཨན་ཏྲི་བར་ཁམ་ཡོད་པ་ཁོ་རང་ཡིན་ན་ཡུག་ཀེ་རིན་ལ་ཐད་བཞག་གཞུང་འབྲེལ་གྱི་སྐོར་སྐྱོད་ལྟ་དེ་ཡིན་ན་ཁོ་རང་ཨིན་ཇི་ལུང་པའི་གི་སྲིད་བློན་གྱི་ཕྱག་ལས་དེ་གནང་ཡ་འགོ་བཙུགས་ནས་བྱས་ད་མཐའ་བུ་ཐོག་ཡིན་ན། རྒྱལ་ཁབ་གཞན་པ་ལ་གཞུང་འབྲེལ་གྱི་སྐོར་སྐྱོད་ཐེ་ཡས་དེ་ཡིན་ན་ཐོག་མ་དེ་ཆགས་བསྡད་ཡོད་རེད། ཐོག་མ་དེ་ཡིན་ན་ཡུག་ཀེ་རིན་ལ་ཐེ་ཞགས་རེད་པ། ཐེ་ཡས་ཀྱི་དུས་ཚོད་དེ་ཡིན་ན་ཉིས་སྟོང་གྱ་མེད་ཉིས་བརྩ་དྲུག་སྤྱི་ཟླ་བརྒྱད་པའི་ཚེས་པ་ཉིས་བརྩ་བཞི་གི་ཉིན་མོ་དེ་ལ་ཡིན་ན་ཡུག་ཀེ་རིན་གྱི་རྒྱལ་ས Kyiv ཞེས་པ་དེ་ལ་ཡིན་ན་ཐེ་ཞགས། དེ་མ་ཟད་ཁོ་རང་གི་ཡིན་ན Zelenskyy ཁོང་དང་མཇལ་འཕྲད་གནང་ཞགས། ད་ཁོ་རང་ཐའེ་ཡེ་གི་རྒྱུ་མཚན་དེ་ཡིན་ན་དབྱིན་ཇི་ལུང་པས་ཡུག་ཀེ་རིན་ལ་རྒྱབ་སྐྱོར་བྱེད་ཀྱི་ཡིན་ཞེས་ཅེར་པ་མ་དང་གོ་མཚོན་དང་དཔལ་འབྱོར་དང་གང་ཅིའི་ཐད་ནས་རྒྱབ་སྐྱོར་གནང་ཡ་ཆེད་དུ་ནི་ཡུག་ཀེ་རིན་ལ་ཐའེ་ཤ། དེ་རིང་ཉིས་སྟོང་གྱ་མེད་ཉིན་གསར་འཁྲུག་སྤྱི་ཟླ་བརྒྱད་པའི་ཚེས་ཉིན་རྩ་བཞི་ཉིན་མོ་དེ་ཡུག་ཀེ་རིན་ལ་ཆ་མཚོན་པ་ཡིན་ན་གལ་གནད་ཤིན་ཏུ་ཆེ་བའི་ཉིན་མོ་ཅིག་ཆགས་ཏེ་ཤ། གར་ཅན་ནས་ཞུས་པ་ཡིན་ན་ཡུག་ཀེ་རིན་དེ་ཡིན་ན། སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་གི་སྤྱི་ཟླ་བརྒྱད་པའི་ཚེས་པོ་ཉིན་རྩ་བཞི་གི་ཉིན་མོ་དེ་ལ་ཡིན་ན་ཁོ་རང་ཚོར་རང་དབང་གཙང་མའི་རྒྱལ་ཁབ་ཅིག་ཡིན་ཆེད་རྗེས་རྒྱལ་སྤྱིའི་ཐོག་ལ་གསལ་བསྒྲགས་གནང་པའི་ཉིན་མོ་དེ་ཆགས་བསྡད་ཡོད་རེད། དེ་ནང་བཞིན་ཁོ་ཚོའི་གི་རང་དབང་གཙང་མ་ཡིན་ཆེད་ཀྱི་རང་བཙན་གྱི་ཉིན་མོ་དེ་ཡང་ཆགས་བསྡད་ཤག། དེ་ཡིན་ན་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་གསོ་བོ་རྒྱུན་ནི་སའི་ཞིང་དུ USSR ལས་དེ་མེད་པ་ཆགས་པའི་རྗེས་སུ་ཡིན་ན་ཡུ་ཀེ་རེན་དེ་ཡིན་ན་ནི་སོ་སོ་རང་དབང་གཙང་མའི་རྒྱལ་ཁབ་ཅིག་ཡིན་ཆེད་ཀྱི་སོ་སོ་སོ་སོ་སྡུག་ཆེན་རྒྱལ་ཁབ་ཅིག་ཟིམ་ནས་བསྡད་པ་རེད། ད་ཆ་ལོ་གཅིག་ནང་དགུ་བཅུ་དགུ་བཅུ་གོ་ཕྱིན་ནས་ད་ལྟ་བུ་དོ་ཡིན་ན་མི་ལོ་སུམ་ཅུ་སོ་ལྔའི་ནང་ལ་ཡིན་ན་ཡུཀ་རེན་འདི་ཁོ་རང་ཚོ་རང་དབང་ཅན་གྱི་རྒྱལ་ཁབ་ཡིན་ཟེར་ནས་འདུག་ཟེར་ནས་གསུངས་ཚེ་ལོ་ལྟར་རེ་བཞི་ནི་རྒྱལ་བའི་ཚེས་པ་ཉིན་རྩ་བཞི་དེ་ཡིན་ན་ཡུཀ་རེན་ལ་ཆ་མཚོན་པ་ཡིན་ན་གལ་གནད་ཆེ་བའི་ཉིན་མོ་ཅིག་ཆགས་བསྡད་ཡོད་རེད། རང་བཙན་ཉིན་མོ་ཞེས་བཅས་གསུངས་ཚེ་གནང་བ་རེད་དེ་ནང་བཞིན་གྱི་ད་ལོའི་གྱི་རང་བཙན་གྱི་ཉིན་མོ་དེ་ཡིན་ན་དམིགས་བསལ་གྱིས་ཨིན་ཇི་ལུང་པའི་གྱི་སྲིད་བློན་ཨན་ཏེ་བྷར་ཧམ་གདན་འདྲེན་ཞུས་གནང་བཅས་ཡིན་ན་གསུངས་ཚེ་ཡང་གནང་ཤག། ད་ད་ལོ་ཨིན་ཇི་ལུང་པའི་སྲིད་བློན་ཨན་ཏྲི་སྦེར་ཧམ་ཁོ་རང་ཡུ་ཀེ་རེན་ལ་ཐེ་བྱས་ཡིན་ན་ཡུ་ཀེ་རེན་གྱིས་རང་དབང་རག་པའི་ཉི་མ་དེ་སྲུང་བརྩི་གནང་ཡང་དེ་གཅིག་པུ་མིན་པ་ཕྱིར་ཝེ་ཨིན་ཇི་ལུང་པས་ཡུ་ཀེ་རེན་ལ་རྒྱབ་སྐྱོར་གནང་ཡང་དང་དམིགས་བསལ་གྱི་བཟོ་རིག་པ་གོ་མཚོན་དཔལ་འབྱོར་ཐོག་ནས་གང་ཅིའི་ཐད་ནས་རྒྱབ་སྐྱོར་གནང་ཡང་ཆེད་དུ་ཐེབས་རེད། ད་དེ་ཡིན་ན་དང་པོ་དེ་དེ་རེད་ཤག་ཨིན་ཇི་ལུང་པས་ཀྱི་ས་བོན་གྱི་ལག་རྩལ་འདི་ཡོ་མར་པའི་ཆ་འཕྲིན་གྱི་ཨོ་དེ་ཚོ་དང། ཞིག་གིས་ཨིན་ཇི་རུང་དཔལ་གྱི་རྒྱང་རིང་གི་ཕུ་རས་ཀྱི་དེ་འདྲའི་གོ་མཚོན་རེད་མི་འདུག་གས་དེ་ཚོའི་བཟོ་ཡས་ཀྱི་བཟོ་རིག་དཔལ་གྱི་ཤོག་ཆེན་བཞོན་མར་བའི་ཨོ་དེ་ཡིན་ན་ཡུག་ཀེ་རིན་ལ་གནང་བ་རེད། ཨིན་ཇི་རུང་དཔལ་གྱི་གོ་མཚོན་དེ་འདྲའི་རྒྱང་རིང་པོར་འཕིར་འགྲོ་ཡས་འདྲ་འདུག་ག། ཡུག་ཀེ་རིན་གས་ཨུ་རུ་སུ་ལ་དམག་རྒྱབ་དུས་ཙམ་པས་ཡིན་ན་གོ་མཚོན་དེ་འདྲའི་བཀོལ་བ། ཨོ་དེ་ཨིན་ཇི་རུང་དཔལ་གྱི་གོ་མཚོན་གྱི་བཟོ་ཚོང་ཁང་ཞིག་ཏུ་དེའི་མིང་ལ MBDA ཟེར་བ་ཁོ་ཚོའི་གི་གོ་མཚོན་ཞིག་ཏུ་དེའི་མིང་ལ Strom Shadows དང Skergna ཟེར་འོང་དེ་གི་བཟོས་གི་བཟོ་རིག་པའི་གི་ཆོག་མཆན་བརྗོད་མར་བས་འོང་དེ་ལ་ཡུཀ་རེན་ལ་གནང་བ་རེད་དེ་རིང་ནས་ལུང་པའི་གི་དམིགས་ཡུལ་བྱས་པ་ཡིན་ན་ཡུཀ་རེན་རང་གི་སོ་སོའི་གི་གོ་མཚོན་བཟོ་ཐུ་ཡས་བརྗོད་མར་བས་མ་འོང་བ་འོང་དེ་འདྲའི་གི་དམིགས་ཡུལ་བྱས་ཅན་ཡིན་ན་ཁོ་ཚོ་ལ་བཟོ་རིག་པའི་གི་ཆོག་མཆན་དེ་གནང་བ་རེད་ས་གོ་མཚོན་བཟོས་བརྗོད་པ་འོང་དེ་དེ་ནང་བཤད་གི་ད་ལྟའི་གོ་མཚོན་ཞིག་ཏུ Strom Shadows Skergla ཡེ་དེ་ཡིན་ནས་ལས། ཧྥ་རན་སི་ནང་ལོགས་ལ་བཟོ་འགོ་རེད། ད་ཧྥ་རན་སི་གིས་ཡིན་ནའི་ལ་རྒྱུན་རིང་ཡུག་རིན་ལ་རྒྱབ་སྐྱོར་གནང་འགོ་རེད། Escape Lesh Dur བ་འོང་དེ་ཡིན་ན་ཨིན་ཇི་ལུང་པ་དང་ཧྥ་རན་སི་གཉིས་ཀ་གི་མཉམ་འབྲེལ་བྱས་རྗེས་ཡིན་ན་ཁོ་ནང་ཚོས་ཀྱི་བཟོ་རིག་པ་དེ་མཉམ་འབྲེལ་བྱས་རྗེས་བཟོས་ཀྱོག་བྱོས་མར་བའི་གོ་མཚོན་དུ་འོང་དེ་ཆགས་བསྡད་ཡོད་རེད། འོང་དེ་ཧྥ་རན་སི་དང་ཨིན་ཇི་ལུང་པའི་མཉམ་འདོར་མཉམ་འབྲེལ་བྱས་རྗེས་ཡིན་ན་ཡུག་རིན་ལ་ཆོག་མཆན་གནང་རྗེས་ཡིན་ན་ཡུག་རིན་ཁོ་རང་ཚོ་རང་གིས་བཟོ་ཐུ་ཡས་མ་འོང་པ་འོང་དེ་འབྲེལ་གྱི་རིག་འབུལ་གུ་རེ་བ་བཅག་གནང་འགོ་རེད། ད་འོངས་ཏེ་ཨོ་ཧྥ་རན་སི་དང་ཨིན་ཇི་ལུང་པ་གཉིས་ཀ་གིས་མཉམ་འབྲེལ་བྱས་རྗེས་ཡུ་ཀེ་རེན་ལ་གོ་མཚོན་ཐོག་ནས་རྒྱབ་སྐྱོར་ཞིབ་བཤེར་གནང་དགོས་ཟེར་བ་ནམ་ཡང་དེ་ལས་ཡིན་ན། ཨུ་རུ་སུས་ཀྱང་ཡིན་ན་ཨོ་ཧྥ་རན་སི་དང་ཨིན་ཇི་ལུང་པས་མཉམ་འབྲེལ་བྱས་རྗེས་ཡུ་ཀེ་རེན་ལ་གོ་མཚོན་གྱི་རྒྱབ་སྐྱོར་མཐུན་རྐྱེན་དེ་ཚོ་འཇགས་གནང་སྐྱོར་དེ་ལས་ཡིན་ན་ཨུ་རུ་སུས་སྐྱོན་བརྗོད་ཞིབ་ཅིག་བྱས་ཡོད་རེད་ས་དམིགས་བསལ་གྱིས་ཨིན་ཇི་ལུང་པ་ལ་ག་རེ་བཤད་འདོད་ལབ་ཡིན་ན། ཨིན་ཇི་ལུང་པས་ནི་ར་ཤི་ཡ་ཉམས་རྡོ་འབྲེལ་ལམ་རྫ་བྲག་ཆེན་པོ་གཅིག་བཟོའུ་འདུག་བྱས་རྗེས་སྐྱོན་བརྗོད་ཡང་བྱས་ཡོད་རེད་ས་འོང་དེ་འདྲས་ཨིན་ཇི་ལུང་པ་དང་ཡུ་ཀེ་རེན་བར་གྱི་གསང་རྒྱུ་ཟབ་ཞུ་དུ་ཞུ་ཡོད་ཡིན། དེ་རིང་མཉམ་ཆུ་ཤོད་ཀྱི་གསར་འགྱུར་བྱིན་པ་དེ་ཡིན་ན་ཝེ་ཏི་ནམ་དང་རྒྱ་ནག་བར་གྱི་གསར་འགྱུར་གསར་པ་ཞིག་འདུག་སུ་ལྟར་ཨེ་བྷི་སི་རྒྱ་ནག་རྒྱ་ཡིག་སྡེ་ཚན་ནང་ལ་ག་རེ་མཉམ་སྤྱོད་བྱེད་འདོད་འདུག་ལབ་པའི་ནི་དེ་ལུགས་ས་དེ་ལུགས་ལ་ནི་ལྕགས་ལམ་སོགས་རུ་བ། གཡོད་ནན་ཕི་ཅོན་ས། ཝེ་ཏི་ནམ་རྒྱ་ཡིན་ན་ཆོག་མཆན་སྤྲད་ཡོད་པ་རེད། དབུས་གཡོད་ཀྲུང་དེ་ལུགས་ས། US ནི་ད་ནི་ཝེ་ཏི་ནམ་ཆེས་ཀྲུང་ལ་ནི་རྒྱ་ནག་སུ་ཝོར་བ་ཀྲུང་གོ་དེའི་གི་ལྕགས་ལམ་རྒྱལ་བའི་དེའི་ནི་ཀྲོའི་ཅཱ་ས་སན་ཡིག་མེ་ཡོན་ཐོའུ་ཙི་ས་ལས་ཆ་དེའི་གི་མ་ཙི་ཤི་དེའི་ནི་ཁྱོན་དུ་ཨ་རིའི་གི་གྲོ་ལོ་ཐིར་བུམ་གསུམ་ཚ་གསུམ་ཙི་ཅི་འགྲོ་གྲོན་ཡོད་རེད་ཝེ་ཏི་ནམ་དང་རྒྱ་ནག་པ་རུ་གི་རི་ལིའི་གི་ལྕགས་ཟམ་དེ་རྒྱ་སྐྱེད་དང་ཡན་ལ་ཡིན་ན་རྒྱ་ནག་ལ་ཆོག་མཆན་སྤྲད་ཡོད་རེད་བྱས་རྗེས་གལ་ཆེ་ས་ག་ན་མཉམ་འཇུག་བྱས་ཏེ་ཤཱས་འདི་དང་འབྲེལ་བའི་གསར་འགྱུར་འདི་གསལ་བ་ན། ལས་འཆར་འདི་གི་མ་རྩ་འདི་ཡིན་ན་ཁྱོན་བསྡོམས་ཨ་རིག་གི་འགྲོ་ལ་ས་ཐིར་འབུམ་གསུམ་ཚ་གསུམ་བརྩི་བྱའི་འགྲོ་གྲོན་ཡོད་རེད་ཟེར་བ་འོ་འདི་ཡིན་ན་ཝེ་ཏི་ནམ་གྱི་གཞུང་སྒེར་པ་ཁོ་རང་ཚོས་གི་ད་མི་དམངས་ཀྱི་ལྕགས་ལམ་ལྕགས་ལམ་རི་ལི་ལྕགས་ལམ་སུའེ་སུན་ཙང་ཡིན་ནས་འདི་གར་འགྲོ་བསྐྱོད་གཏང་གི་ཡིན་ལ་དེ་ཤར། ལྕགས་ལམ་དེ་ག་ནས་ག་ཝི་བུ་ཏོ་ཀྲོའེ་རུ་དུ་ལ་བྷིན་ཏོ་བྷི་ཏམ་ན་ལོ་ཡོད་པའི་ལྕགས་ལམ་དེ་གི་ས་ཆ་བྱང་ཕྱོགས་ལ་ཡོད་པའི་ལའོ་ཚའེ་ལའེ་ཞུ་དུར་བའོ་དེ་ནས་འགོ་བཙུགས་རྗེས་ཡིན་ན་ཧ་ནུའེ་ལའེ་ཞུ་དུའོ་དེ་གའི་ས་ཆའོ་དེ་ནས་བརྒྱུད་རྗེས་ཡིན་ན་ཧའེ་པོང་ལའེ་ཞེས་པའི་ཡང་རྒྱ་མཚོའི་མཐའ་ལ་ཡོད་པའི་གྲུ་ཁའི་གི་གྲོང་ཁྱེར་གྱི་རེས་གྲོང་ཁྱེར་ཆེན་པོ་ཞུའོ་དེ་ལ་སླེབས་རེས་བྷི་ཏམ་གྱི་གྲོང་ཁྱེར་ཆེན་པོ་གསུམ་བརྒྱུད་རྗེས་ཡིན་ན་རི་ལི་ལྕགས་ལམ་དུ་བརྒྱབ་ཡ་རེད་རྒྱ་སྐད་དང་ཡ་རེད་རྒྱ་མི། ཨའོ་ཚའེ་ཞེས་པ་དེ་ཡིན་ན་ཝེད་ནམ་གྱི་བྱང་ཕྱོགས་ལ་ཡོད་པའི་ས་ཆ་ཅིག་རེད་ཤག་ཟོ་འོང་དེ་ཡིན་ན་རྒྱ་ནག་དང་ནི་ས་མཚམས་འབྲེལ་བ་ཡོད་རེད་ས་མཚམས་ཆགས་བསྡད་ཡོད་ས་དེ་ནས་ཧའེ་ནོའེ་ཞེས་པ་དེ་ཡིན་ན་ཝེད་ནམ་གྱི་རྒྱལ་ས་ཅིག་ཆགས་བསྡད་ཡོད་རེད་དེ་ནས་ཧའེ་པོང་ལས་ཞོ་འོང་དེ་ཡིན་ན་གྲུ་ཁལ་གྱི་གྲོང་ཁྱེར་ལས་གྲུ་ཁ་དེ་ཚོ་འདུག་ས་ཆ་ནི་རྒྱ་མཚོའི་ཐོད་ནས་ཀླད་དུ་འཛིན་པ་ཡིན་ནོ་གྲུ་གཟིངས་བཞག་ས་གལ་གནད་ཆེ་བའི་ས་ཆ་ཅིག་ཆགས་བསྡད་ཡོད་རེད་བསམ་དམིགས་བསལ་གྱི་མཚོ་སྔོན་གྱི་ལྕགས་ལ་དངོས་གཙོ་ཨོ་རྒྱལ་བྱེད་དུས་རྒྱ་ནག་དང་བྷག་ཙོ་ཝེ་ཏནམ་པ་རུར་བ་བརྒྱད་ཅུ་གོ་ར་འོང་དེ་གལ་ཆེན་པོ་ཆགས་བསྡད་ཡོད་རེད་བསམ། ཝེ་ཏནམ་ནང་རྒྱབ་གཡས་ཀྱི་ལྕགས་ལམ་གྱི་རིང་ཚད་དེ་ཡིན་ན་དེ་སྔོན་ལ་ཀི་ལོ་མི་ཀྲ་སུམ་བརྒྱ་དགུ་བཅུ་གོ་གཅིག་ལ་ཡོད་རེད་བསམ་ཡིན་ནའི་ལས་ཐ་འདས་ཀྱི་ཆ་རྐྱེན་དེ་བྱས་པ་ཡིན་ན་རིང་ལུགས་དང་ཡང་ཆ་མེད་པའི་ཀི་ལོ་མི་ཀྲ་བཞི་བརྒྱ་ཉིས་བརྩ་དྲུག་སྲིད་རིང་ཐུང། འོང་དེ་འདྲས་ཡོད་རེད་ལ་དེ་ཤ། རི་ལི་དེ་ལྕགས་ཟམ་དེ་འཛུགས་སྐྲུན་བྱས་ཚར་བའི་རྗེས་སུ་ཡིན་ན་རི་ལི་དེ་མགྱོགས་ཚད་འཇོག་མར་བས་འོང་དེ་ཡིན་ན་ཆུ་ཚོད་གཅིག་ན་ལོ་ལ་ཀི་ལོ་མི་ཏྲ་བརྒྱ་དང་ཉི་ཤུ་ཙི་ཅིག་འགྲོ་ཐུབ་རེད། དེ་འཛུགས་སྐྲུན་བྱས་ཚར་བའི་རྗེས་སུ་ཡིན་ན་དེ་ན་ལོ་ལ་འགྲུལ་བཞུད་པ་དེ་ཚོ་ཡར་མར་འགྲོ་ཡ་ཡོད་སྐྱོ་ཆེ་དེ་ནས་ལྕགས་ལག་ཡོད་པའང་དངོས་ཟོག་དེ་ཚོ་དབོར་འདྲེ་བྱས་ཡོད་རེད་ས་རྒྱ་ནག་གི་ས་མཚམས་ནས་ཆེས་ཧའེ་ནོན་ལེ་དང་ཧའེ་པོང་ལེ་དེ་ཚོའི་བར་རུ། བེད་ནམ་ལ་ཆ་མཚོན་པ་ཡིན་ན་བེད་ནམ་གྱི་དབུ་མར་ཤར་རྒྱ་ནག་དང་བེད་ནམ་གཉིས་ཀ་ལ་ཆ་མཚོན་པ་ཡིན་ན། འདི་རི་ལི་གི་ལྕགས་ཟམ་འདི་གལ་གནད་ཆེན་པོ་ཅིག་ཆགས་བསྡད་འོ་རེད་དམིགས་བསལ་གྱི་གལ་སྲིད་ལྕགས་ཟམ་འདི་བརྒྱབ་ཚར་བ་ཡིན་ན་ད་རྒྱ་ནག་དང་བེད་ནམ་བར་རུ་ལ་ཡིན་ན། མི་དེ་ཚོ་ཡར་མར་འགྲུལ་བཞུད་བྱས་དང་དམིགས་བསལ་གྱི་ཚོང་གི་བཅའ་ལག་ཡོད་མར་བའི་དངོས་ཟོག་དེ་ཚོ་ཡར་མར་དབོར་འདྲི་བྱས་ལ་སྟབས་བདེ་པོ་དང་མགྱོགས་པོ་ཕན་ཐོགས་ཆེན་པོ་ཅིག་ཆགས་རེས་ཁེ་ཕན་ཆེན་པོ་ཅི། ད་དེ་ནི་རྒྱ་ནག་གི་ས་མཚམས་ནས་ཅི་ཧ་ནོའི་ཆེད་ཧའེ་པོང་ལའི་དེ་ཚོའི་དཔའ་རུལ་ལ་འཇགས་མཚམས་བརྒྱབ་བྱ་ཡིན་ན་ཧང་སན་གྱི་ད་དཔལ་འབྱོར་ཐོག་ནས་ཁེ་ཕན་ཆེན་པོ་ཡོད་མགྱོགས་ཅིག་ཆགས་བསྡད་ཡོད་རེས། ད་དེ་རིང་གི་རྒྱལ་སྤྱིའི་ས་ཁང་ནང་བཤད་པའི་ལས་འཆར་ཞུ་དོགས་རྒྱ་ནག་དང་ཝེ་ཏི་ནམ་དཔའ་རུལ་ལ་ཡིན་ན། རེ་ལུས་ལྕགས་རབ་རྒྱ་ཡས་དེས་ན་ག་དུས་ལས་བྱ་དེ་འགྲུག་པོ་རེད་ཟེར་དུས་བརྩམས་པ་ཡིན་ན་ཁོང་ཚོའི་གཞུང་གི་ཉིས་སྟོང་གྱ་མེད་སུམ་ཅུ་ན་ལོ་ལ་ཡིན་ན་ལས་བྱ་དེ་དངོས་སུ་འགྲུག་པོ་རེད་ད་ལྟའི་ཆ་གཞི་ན་བྱས་པ་ན་འདི་འདྲས་ཀྱི་ཝིཏ་ནམ་དང་རྒྱ་ནག་བར་གྱི་གསང་རྒྱུ་གསར་པ་ཞིག་འདུག་ཞུས། དེ་མཉམ་ཆ་ཤས་ཀྱི་གསང་རྒྱུ་བཞིན་པ་དེ་ཡིན་ན་ཨ་རི་དང་ཀེ་ན་ཀྲ་བར་གྱི་ཚོང་གི་སྐད་ཆ་དེ་ཡག་པོ་ཅིག་བྱུང་ཡོད་མ་རེད་པ་བྱས་ཙང་དེའི་རྐྱེན་བྱས་ཡིན་ན་ཀེ་ན་ཀྲ་གི་རྒྱལ་ཁབ་དེ་ཡིན་ན་ཡོ་རོབ་ལྷན་ཚོགས། ཡུ་རོབ་ཉག་ཅིག་ཡོད་པ European Union འོང་དེ་དང་ཚོང་འབྲེལ་བྱེད་འགོ་བཙུགས་པ་རེད་བྱས་བྱས་ཡིན་ན་རྒྱལ་སྤྱིའི་ས་ཁང་ནང་མཉམ་འཇུག་བྱས་ཏེ་ཤཱས་ད་དེ་ཡིན་ན་ཨ་རི་དང་ཀེ་ན་ཏྲ་ཆ་མཚུངས་པ་ཡིན་ན་རྒྱུན་རིང་གི་ཚོང་གི་མཉམ་འབྲེལ་བྱེད་ཀྱི་རྒྱལ་ཁབ་དེ་ཆགས་ཚ་རྒྱལ་ཁབ་དེ་གཉིས་ཆགས་བསྡད་ཡོད་རེད་ཟེར་བ་དམིགས་བསལ་གྱི་ཀེ་ན་ཏྲར་ཆ་མཚུངས་པ་ཡིན་ན་ཨ་རི་དང་ཁྱིམ་མཚེས་རྒྱལ་ཁབ་ཅིག་བྱས་ན་ཚོང་འབྲེལ་དེ་ཡིན་ན་ཧང་སང་གི་ཡག་པོ་ཅིག་བྱས་བསྡད་ཡོད་རེད་ད་ཡིན་ན་སྲིད་འཛིན་ཁྲོམ་རྒྱལ་ཡིན་ན། ཨ་ནེ་ཡི་སྒོ་ཁྲལ་བརྒྱ་ཆ་ལྔ་བཅུ་གྱ་དགུ་ཡིན་ལ་བསྡུ་ཚར་པ་ཡིན་ན་ཁ་ན་ཀྲག་གི་སྲིད་བློན་མ་ཁར་ནི་ཁོང་གི་ཡིན་ལས་ཁས་ལེན་གནང་མ་ཐུབ་ཆེད་ཀ་ན་ཀྲག་གི་ཞིང་པ་དང་བཟོ་པ་འདི་ཚོ་ཚང་མ་རོགས་ལ་སྲུང་སྐྱབས་བྱེད་འོ་ཡོད་ཆེད་ཆེད་ཡིན་ནའི་ཕ་ལས་སྒོ་ཁྲལ་ཅིག་ཡག་པོ་ཞིག་སྒོ་ཁྲལ་བརྒྱ་ཆ་ལྔ་བཅུ་བརྒྱབ་ཆེད་ཡིན་ན་ཁོང་གི་ད་འདི་སྐད་ཆ་འདི་ཡོང་གི་མ་རེད་གསུངས་སོང་ཨ་ཚོང་གི་ཚོང་ཁྲལ་འདི་ཡག་པོ་བྱུང་མ་སོང་གསུངས་སོང་ཨ་རེད་ལ་འོ་འདི་རྐྱེན་ཆ་ཡིན་ན་ད་ལྟའི་གི་རྒྱལ་སྤྱི་ས་ཁ་ན་ཁར་སྲུང་གཏོར་ལབ་ཡིན་ན་ཀ་ན་ཀྲག་དང་ཡོ་རོ་པེན་ཡོ་ནེན་ཟེར་བ་ཡོ་རོ་གཉའ་ཁྲི་དང་ཚོང་འབྲེལ་གནང་ཡོད་དེ་འགོ་བཙུགས་འོག་རེད། ད་དེ་ཡིན་ན་ཀ་ན་ཀྲ་གི་སྲོལ་རྒྱུན་གྱི་ཀ་ན་ཀྲ་གི་ལུགས་རྒྱུན་ནང་ཡིན་ན་མི་འདྲ་བ་ཅིག་ཆགས་བསྡད་ཡོད་རེད། སྙེ་མ་ནས་ཡིན་ན་ཀ་ན་ཀྲ་དང་ཨ་རི་བ་རུར་ཚོང་འབྲེལ་བྱེད་བསྡད་ཡོད་རེད་གསར་བ་ད་ལྟའི་ཆ་ནས་ཡིན་ན་མ་ཁར་ནི་ཁོང་གིས་ཡིན་ན་ཀ་ན་ཀྲ་གི་ཚོང་འབྲེལ་དེ་ཡིན་ན་ཡུ་རོབ་གཉའ་ཁྲིའི་མཉམ་དུ་ཚོང་འབྲེལ་གནང་ཡང་འབྱོར་བ་ངོ་འདི་འདྲས་ཀྱི་བཀའ་མོལ་ཡང་གནང་བཞག། ཀ་ན་ཀྲ་དང་ཡོ་རོབ་མཉམ་འབྲེལ་ཡོ་རོ་པ་བོང་དེ་ཚོའི་པར་རུ་རུ་ཡིན་ན་གྲོས་མཐུན་ཅིག་བཞག་ཡོད་རེད་གྲོས་མཐུན་འདི་ས་མར་ཤ་ཉིས་སྟོང་བཅུ་བདུན་ལོ་ལ་བཞག་གྱོ་ཅི་རེད་ཤར་པ་བཅུ་དྲུག་དུ་བ་ཅའི་ཚན་རྟགས་གོ་གྱོ་ཅི་རེད་ཤགས་དེ་མིང་ལ་ཡིན་ན Comprehensive Economy and Treat Agreement ལ་ཡོད་དོ། ཀ་ན་ཀྲ་དང་ཡོ་རོབ་མཉམ་འབྲེལ་བར་ཕྱོགས་གཉིས་ཀྱིས་ཚོང་གི་གྲོས་མཐུན་བྱས་ནས་ཉིས་སྟོང་བཅུ་དྲུག་ལོ་ལ་ཚན་རྟགས་བཀོད་པ་རེད་ཚན་རྟགས་བཀོད་ཅིག་ཡིན་ན་དངོས་སུ་ལག་བསྟར་བྱས་དེ་ཡིན་ན་ཉིས་སྟོང་བཅུ་བདུན་གྱི་སྤྱི་ཟླ་དགུ་པའི་ཚེས་པ་གཅིག་ལ་ལག་བསྟར་གནང་ཡོད་རེད། རྒྱལ་ཁབ་དེ་ཚོའི་དཔའ་རུ་ལུར་བ་ཚོང་རྒྱབ་པའི་དེ་ཆེད་ད་ལྟའི་ཆ་ནས་ཡིན་ན་དེ་དངོས་སུ་ལག་བསྟར་བྱས་བྱས་ཡིན་ན། རྒྱལ་ཁབ། ཀ་ན་ཀྲ་དང་ཡོ་རོབ་ལྷན་ཚོ་དཔའ་རུ་ལུ་ཚོང་རྒྱབ་པའི་ཆེད་རེད། ཚོང་རྒྱ་ཡ་དེ་ཡིན་ན་ཨ་ནི། ཁེ་ཕན་ཆེན་པོ་བྱུང་ཡའི་ཆེད་དུ་རེད། ཡོ་རོབ་གཉའ་ཁྲེལ་ནང་ཡོད་པའི་རྒྱལ་ཁབ་དེ་ཚོ་དང་ཀ་ན་ཀྲ་བར་ལ།

ལོ་འདི་ནང་ཞིག་གི་ཡོ་རོབ་པིན་ཡུ་ནིན་ཟེར་བ་ཡོ་རོབ་ལྷན་ཉག་ཅིག་ནང་ཡོད་པའི་རྒྱལ་ཁབ་དེ་ཚོའི་གི་དངོས་ཟོག་ཀེ་ན་ཀྲ་ནག་ལོ་ལོ་ཨོབ་ཡིན་ནས་ལས་སྒོ་ཁྲལ་བཅད་འོག་མ་རེད། གྲོས་མཐུན་དེའི་ནང་ལོ་ལོ་ཡིན་ན་ཚོང་རྒྱ་ཕལ་ཆེར་བ་ཕག་ཚོ་ཨ་ནི་ཞབས་ཞུའི་དེ་ཆེད་དེ་ནས་མ་རྩ་བཞག་ཆེད་དེ་ནས། དངོས་ཟོག་ཡར་མར་དབོར་འདྲེན་བྱས་དེ་འབྲེལ་གྱི་གྲོས་མཐུན་ཅིག་བཞག་ཡོད་རེད། ཀན་ན་ར་ལ་ཆ་མཚོན་པོ་ཡིན་ན་ཡོ་རོབ་གཉའ་ཁྲི་ནར་ཡོད་པའི་རྒྱལ་ཁབ་གཉིས་རྩ་བསྟུན་མཉམ་དུ་ཨ་ནུ། ད་ལྟ་གི་སྒོ་ཁྲལ་སྤྲད་མི་དགོས་པ་བྱས་ཆེད་ཚོང་རྒྱ་བེད་ཅིག་མེད་པའི་འོང་དེ་འབྲེལ་གྱི་ཁེ་ཕན་ཆེན་པོ་ཡོད་ཀྱོག་ཅིག་གི་གྲོས་མཐུན་ཅིག་རེད། འོང་དེ་འབྲེལ་ད་ལྟའི་ཆ་ནས་ཡིན་ན་ཀན་ན་ར་དང་ཡོ་རོབ་ལྷན་ཚོགས་མཉམ་དུ་ཚོང་རྒྱ་བེད་སྤྱོར་བ་དེ་འབྲེལ་གྱི་གྲོས་མཐུན་བཞག་བསྡད་ཡོད་རེད་བྱས་ཆེད་རྒྱལ་སྤྱིའི་ས་ཁང་ནང་མཉམ་སྤྱོད་བྱས་ཏེ་བཞག། འོང་དེ་འབྲེལ་ཀན་ན་ར་དང་ཡོ་རོབ་གཉའ་ཁྲི་དང་འབྲེལ་བའི་གསར་འགྱུར་གསར་བ་ཞིག་ཏུ་ཞུ་ཡ་ཡིན།